ཨོ། ནང་མ་གཉིས་ཀ་བཀྲ་ཤིས་བདེ་ལེགས། ག་རེ་ཟེར་བ་རེད། བདེ་བ་ཅན་གྱི་ཞིང་ཁོག་གི། ཨ་ནི། འབྲེལ་ཡིག་གི་ལས་དེ་གཉིས་ཤི་མ་ཐག་པའི་སྔ་རོལ་དུ་དེ་སྔ་ག་རེ་ཟེར་བ་བདེ་བ་ཅན་གྱི་ཞིང་ཁོག་ཁོ་རང་དང་འབྲེལ་བའི་སྐོར་གྱི་སྐད་ཆ་ཚིག་ཁ་ཤས་ཤེས་ཀྱིན་འདུག། ཨ།

ཞིང་འཁོར་དེ་སྐྱེ་ཡག་གི་འཇིག་རྐྱེན། ད་ཞིང་འཁོར་དེ་གར་སོང་སྐྱེ་ངེས་ཀྱི་སེམས་ཅན། ཞིང་འཁོར་དེ་སྐྱེ་བ་ལེན་སོང་ན། ཨ་ནི་གར་སོང་བ་རེད་ཞིང་འཁོར་དེ་ནང་ལ་སྐྱེ་བ་ལེན་སོང་ན་ཞིང་འཁོར་དེ་ནང་སྐྱེ་བ་ལེན་པའི་གང་ཟག་དེ་ཚོ་ལ་ཕན་པ་དང་བདེ་བ་ག་ཟེ་ཟེར་གྱི་ཡོད་མེད། ཨ་ནི་ཞིང་འཁོར་དེ་སྐྱེས་པའི་གི་ད་འཇིག་རྐྱེན་གང་ཇི་སྲིད་འགྲོ་དགོས་ཀྱི་ཡོད་མེད། དེ་གས་དེ་དཔེ། གཞི་གཅིག་ཕྲ་བའི་ཐུགས་ནི། ཐུབ་པ་སངས་རྒྱས་བཅོས་ལྡན་འཁོར་རང་གི་མདོ་སྡེ་གི་ནང་ལ། ཅིག་གདགས་གཞི་གཞན་ན་མེད་དེ་ངེས་མཐོང་མངོན་བའི་ཕྱིར་གཅིག་ཐུབ་པ་སངས་རྒྱས་བཅོས་ལྡན་འདི་འཁོར་རང་གི་མདོ་སྡེ་གི་ནང་ལ། དཔེར་ན་སྐྱེ་མཆོག་རྩེ་དཔལ་གྱི་མདོ་སྡེ་དཀར་པོའི་ནང་ལ། ནི། བདེ་བ་ཅན་གྱི་ཞིང་ཁོག་གི་རྣོ་ལྕགས་དང་ངན་པ་དཀར་བའི་ཞིང་ཁོག་གི་རྣོ་ལྕགས་ཀྱི་དངས་སྙིགས་ཀུན་ནི་བཤད་པ་དེ་གཞི་ཚགས་ཐུགས་ན་ཡོད་རེད། དེ་གནད་འགག་ཅིག་རེད། གནད་འགག་གཞན་པ་ཅིག་དེ་ག་རེ། གང་ཅི་ཟེར་རེད་ཟེར་ན། བདེ་བ་ཅན་གྱི་ཞིང་ཁོག་ལ། གར་སོགས་རེད། ཀྱེ་མ་གླིང་པའི་སེམས་ཅན་དུ་སོགས་ལ། དཔེར་ན་སངས་རྒྱས་ཀྱི་ཞིང་འཁོར་གཞན་ནས་ཀྱང། བདེ་བ་ཅན་གྱི་ཞིང་འཁོར་ལ་ཀྱེ་མ་གླིང་པའི། གར་སོགས་སེམས་ཅན་དུ་སོགས་དང་སེམས་ཅན་དུ་སོགས་དང་བདེ་བ་ཅན་གྱི་ཞིང་འཁོར་ལ། སངས་རྒྱས་ཀྱི་ཞིང་འཁོར་གཞན་ནས་ཀྱང། པའི་བསྔགས་པ་རྒྱ་ཆེར་མཛད་ཀྱི་ཡོད་པ་དང། སངས་རྒྱས་ཀྱི་ཞིང་འཁོར་གཞན་གྱི། འཁོར་དུ་ཞུ་བའི་བྱང་ཆུབ་སེམས་དཔའ་རྡོ་རྗེ་སེམས་དང། དེ་ཀའི་དེ་ཀུན་བདེ་བ་ཅན་གྱི་ཞིང་འཁོར་ལ་ཚུལ་བཞིན་ཡང་མི་སློབ་ལྟ་བ། དེ་འདྲའི་ཡིད་བདེ་རྩ་ནས་བདེ་བ་ཅན་གྱི་ཞིང་ཁོག་སྟེ། ཞེས་པ་གཅིག་གིས་དང་ཞིང་ཁོག་གར་སོགས་པ་རེ་བཏོན་ནས་རྩ་ཆེན་པོ་གཅིག་དང། ཞིང་ཁོག་དེ་ལ་སྐྱེ་བ་ལེན་གསུངས་ན། ཞིང་ཁོག་དག་པའི་ཞིང་ཁོག་གཞན་ལ་སྐྱེ་བ་ལེན་པ་ལས་ཀྱང། ད་དུང་གཅིག་ཐུན་མོང་མ་ཡིན་པའི་ཆེས་གཅིག་ཏུ་ཡིད་བདེ་མང་པོ་ཡོད་པ། དེ་འདྲའི་ཆ་དེ་རེད། དེ་ནས་གར་སོགས་པ་རེ་ཞིང་ཁོག་དེ་ལ། ཐུན་མོང་མ་ཡིན་པའི་ཡིད་བདེ་དེ་ལྟ་བུ་གཅིག་ཡོད་པ་ཙམ་དུ་མ་ཟད།

ཡང་མེད་ན་ཅི་བེ་ཅིའི་ནོར་དེ་གི་རྗེས་མཆོད་ཀྱི་རྟགས་རྣམ་པ་དག་གིས་མི་སྲིད་ཀྱི་རྟགས་བདེ་བ་ཅན་གྱི་ཞིང་འཁོར་ལ་སྐྱེ་ཡག་གི་དོན་དག་ལ་སྨིན་ལོག་ལྟ་ཡག་དང། བདེ་བ་ཅན་གྱི་ཞིང་འཁོར་ལ་སྐྱེ་བའི་དོན་དག་དེ་ནི་སངས་རྒྱས་ཀྱི་མཚན་སྔར་གྲོལ་ཡག་སྟེ་ཐུན་མོང་མ་ཡིན་པའི་གི་ཞིང་འཁོར་གཞན་ལ་མེད་པས། རྒྱ་བོད་གཉིས་ཀ་ལ་ཅིའི་འགྲོ་སྟངས་ཤིག་ཆགས་ཡོང་གི་འདུག་ཨ་ཏིའི་གནད་འགག་དེ་དེ་འདྲའི་གཅིག་གི་ཐོག་ནས་ཡོང་གི་མེད་ན་གསུང་གི་འདུག་ད། བདེ་བ་ཅན་གྱི་ཞིང་འཁོར་གྱི་རྣམ་གཞག་དེ།

ཨ་ནི་ཅི་ཡིས་ཞིང་ཁོ་རེ་ཡ་སྤྱི་ཡག་གི་ཁྱོ་ག་དང་འདི་འདྲའི་བཀའ་བཙོང་གནང་ཡ་པ་འདི་འདྲས་ཞིག་རེད་དོ། ད་འོ་ན་ང་ཚོ་གར་སོ་རེ་སྟག་དང་སྡེ་བ་ཅན་དེ་བཅར་བར་ཤོག་ཟེར་ནས་སྨན་ལུག་སྟག་དེ་ཡ་གི་སྡེ་བ་ཅན་གི་ཞིང་ཁོ་དེ་ག་བ་ཡོད་རེད་ཟེར་ན་སྐད་ཆ་འཕྲོད་པ་ཡིན་ན་རྫོང་དུ་ཁེན་ཚ་ཡོད་རེད། ཅེས་ཟ་རིགས་འགའ་ཞིག་གི་བྱས་ན་སྡེ་བ་ཅན་གི་ཞིང་ཁོ་ཟེར་ངེས་དེ་སངས་རྒྱས་ཀྱི་ཞིང་ཁོ་རེད་ཤག་དྲན་ངེས་དེ་འདྲས་ཡོད་རེད། རིགས་འགའ་ཞིག་གི་བྱས་ན་ཕལ་ཤེ་ད་ལུས་ཀུ་ཤུ་བི་ནས་གནས་འོ་མི་ཐུབ་པའི་ཞིང་ཁོ་འདྲ་པོ་ཅིག་ལ་ཟུར་ནང་ཁོ་བསྡད་པ་དེ་འདྲས་ཡོད་རེད། ཡང། རིགས་འགའ་ཞིག་གིས་བདེ་བ་ཅན་གྱི་ཞིང་ཁོ་དེ་ང་ཚོ་ལྟར་ཅི་དགར་སོ་ནམ་འབིགས་ཀྱི་གཞུ་ལུས་ནུ་ཞེས་བྱ་འཇུག་གི་ཁམས་དེ་ལ་ལྟ་འདེད་འཁོར་གཟུགས་འཁོར་གཟུགས་མེད་གསང་བ་དེ་ཡོད་མ་རུང་བ། ལྟ་འདེད་འཁོར་ཆགས་དེ་ཡོད་རེད་གཟུགས་འཁོར་ཆགས་དེ་ཡོད་རེད་གཟུགས་མེད་ཆགས་དེ་ཡོད་རེད་ཟེར་ནས་སྐད་ཆ་སྤྲོད་མཁན་དེ་ག་ལ་རྫོང་གཙོ་ལ་ཧོ་ཏི་ཀ་ལྟ་དེ་ཙམ་ནས་ཅིས་ལན་དེ་མ་རག་པའི་གསུང་རེད་བ་དེ་འདྲ་ཡོད་རེད། བདེ་བ་ཅན་གྱི་ཞིང་ཁོ་དེ་འདེད་འཁོར་གཟུགས་འཁོར་གཟུགས་མེད་གསང་བ་ནི་འདེད་འཁོར་ཆགས་དེ་ཡོད་རེད། འདེམས་བསྐོ་ཆགས་ཡོད་པ་དེ་ལ་འགྲེལ་བཤད་མང་པོ་ཡོད་རེད་དཔེ་ཆ་བཤད་ན་བདེ་བ་ཅན་གྱི་ཞིང་ཁོག་ལའང་ཨ་ནི་གར་སོགས་རེད་བདེ་བ་ཅན་གྱི་ཞིང་གི་བཀོད་པ་བསྟན་མི་དགོས་མདོ་དང་རྗེ་བདག་ཉིད་ཆེན་པོའི་སྨན་ལུགས་ཞིང་ཆུ་དགོན་ཆས་ལ་སོགས་པ་གསུང་ནོར་ལ་བྱས་ན་བདེ་བ་ཅན་གྱི་ཞིང་ཁོག་ལ་འགྲོ་བ་རིགས་དྲུག་གི་ནང་ནས་ལྷ་མོ་གཉིས་ཡོད་གསུངས་པ་རེད། བདེ་བ་ཅན་གྱི་ཞིང་ཁོག་ལ་སྤྱི་དབང་ལེན་པའི་གང་ཟག་དེ་ལ་ལྷ་ཡི་ཡོད་རེད་བདེ་བ་ཅན་གྱི་ཞིང་ཁོག་ལ་སྤྱི་དབང་ལེན་པའི་གང་ཟག་དེ་ལ་མི་ཡི་ཡོད་རེད་ཟེར་གསུངས་པར་འདི་འདྲའི་གི་ཞིང་ཁོག་ཆད་པ་ཅན་ཅི་རེད་ད།

གནས་དེ་ལ་ག་རེ་ཡོད་རེད་བས་ཟེར་ན་དྲི་རོ་ཡོད་རེད། ད་ང་ཚོ་ཅིས་གང་ཟག་མཐའ་མ་དེ་ལུས་ཀྱི་ཡ་གི་འདོད་བས་ཀྱི་དྲི་རོ་དེ་ཡོད་མ་རེད་དེ་དྲི་རོ་ཡོད་རེད་དྲི་རོ་ཡིས་ཙང་བཟོད་ཁོམ་མེད་པའི་རྟགས་དེ་ནི་གསལ་བོ་དེ་འགོ་རེད་གནས་དེ་ལ་སྐྱེས་པ་དང་བུད་མེད་གཉིས་ཀ་ཡོད་རེད་བུད་མེད་ཡོད་པ་ཡིས་ཙང་བཟོད་ཁོམ་མེད་པའི་ཀྱི་རྟགས་དེ་ནི་དེ་འགོ་རེད་བཟོད་ཁོ་ཡིན་ཆད་ལ་བུད་མེད་ཡོད་མ་རེད། ད་བཟོད་མེད་ཁོ་ར་ཡོད་དོ་ཁོ་ར་ཡོད་མ་རེད་བདེ་བ་ཅན་གྱི་ཞིང་ཁོ་ཟས་དེ་ཁོ་ཅིས་ག་རེ་བཟོ་བ་རེད་སེང་གེ་ས་ཞིག་གི་རྗེས་ཡོད་པ་དང་ཉི་མ་རེ་རེ་བཞིན་དུ། དེ་ནི་མེ་དུ་གསར་པ་རྣམ་པ་འབྲུ། ཤུགས་བཞི་ནི་ཀླུ་ཡོད་ནི། ཉི་མ་གཅིག་ལས་ཁོ་མེ་དུ་གསར་པ་གསར་པ་ཐེངས་དྲུག་རེ་དྲུག་རེ་བརྗེ་བོ་ལོ་ཡ་དེ་འདྲས་གསུང་གི་ཡོད་དེ་ག་ལ་ཁོ་གཟུགས་འཁོར་ཡིན་པ་དེ་བསྟན་གི་ཚར་རེད། ཨ་མ་རེད་ག་ས་གཟུགས་མེད་འཁོར་མ་ཡིན་པ་དེ་བསྟན་གི་དུས་རེད་འདས་འཁོར་ཆགས་དུས་རེད། དེ་འདྲས་ཡིན་དེ་རྩ་ནས་བརྟག་འོང་ན། དེ་ལྟ་བུའི་བདེ་བ་ཅན་གྱི་ཞིང་ཁོག་གི་གནས་དེ་གར་སོགས་རེད་གནས་དེ་ག་བ་ཡོད་རེད་ཅེས་ནི་གསུངས་འདི་རྩ་ནི། དེ་ནི་སངས་རྒྱས་ཀྱི་མདོ་སྡེ་དང་སྨན་ལུགས་ཞིང་མཆོག་དགོན་བརྒྱད་ལ་སོགས་པ་རྗེ་བདག་ཉིད་གཤེན་པས་རྩོམ་པའི་སྨན་ལུགས་ཞིང་མཆོག་དགོན་བརྒྱད་ལ་སོགས་པ་དུ་སུ་ཚང་མིན་གྱི་ནང་ནས། མི་རྗེ་འཇིགས་བརྒྱད་ཀྱི་ཁོང་ང་རོ་སོ་ད་ལྟ་བཞུགས་ཡོད་དེ་ས་གི་འཛམ་བུ་ལས་འདི་ནི་ལྷོ་ལ་བཙུད་པའི་ནུབ་ལ་བཙུད་པའི། དཔང་ཚད་བཞི་བ། ནི་བརྒྱ་སྟོང་འདུས་པའི་མཚམས་དེ་ལ་ད་ཞིང་ཁོག་ཆེ་བ་བཅས་དེ་ཡོད་གསུངས་པ་རེད། ཡོད་ས་གནས་དེ་འདས་པོའི་འཁོར་ལོ་ཡོད་རེད་མ་གཏོགས་བྱེས་ཀྱི་དེ་བཟོས་འཁོར་དུ་བཟོས་མེད་ལ་གོ་རྒྱུ་ཡོད་མ་རེད། ཤོག་ཅེས་ནི་གར་སོགས་རེད་སྡེ་བ་གཅིག་གི་ཞིང་འཁོར་ཟེར་ཡས་དེ་ལ། གར་སོགས་རེད། མི་མང་པོ་ཅིག་གིས་སྡེ་བ་གཅིག་གི་ཞིང་འཁོར་ལ་སྤྱི་ཡང་ལན་འདེབས་བྱེད་དགོས་བ་རེད། སྡེ་བ་གཅིག་གི་ཞིང་འཁོར་ལ་ཞིང་འཁོར་གཞན་དང་མ་འདྲ་བ་ཅིག་ནི་ལྟོ་ཟ་ཤེས་བདེ་བོ་ཡོད་པ་འདྲ་པོ་དེ་འདྲས་གསུང་དགོས་བ་རེད། ད་དེ་འདྲའི་ཡིད་དེ་རྩ་ནས་ཨ་ནི་པའི་རིགས་གཅིག་གིས་བྱས་ན། བདེ་བ་ཅན་གྱི་ཞིང་དེ་སྤྱི་ཡི་མེ་ལོང་བཏགས་པ་ཡིན་ན་ད་ག་རང་གི་བདེ་བ་ཅན་གྱི་ཞིང་ཁུར་ལ་ཅི་འགྲོ་གི་མེད་ན་སོ་སོ་དེ་འདྲའི་དྲན་ངེས་ཡོད་རེད། ཡིན་ན་ཡང། སངས་རྒྱས་ཀྱི་བདེ་བ་ཅན་གྱི་ཞིང་གི་བསྐལ་པ་སྟེ་མིག་གི་མདོག་དང། ཨ་ནི་ད་ག་ན་ཞིག་རྗེས་འཇུག་གི་ད་གར་སོགས་ལས་ཚད་ཐུབ་ཀྱི་མཁས་པ་དག་གིས་ལེགས་བཤད་ཀྱི་ནང་ལ་བདེ་བ་ཅན་གྱི་ཞིང་ཁུར་ལ་སྐྱེ་བ་ལེན་པ་ལ་སྐྱེ་བ་ལེན་པའི་རྗེས་ཤེས་གསུངས་པ་རེད་དེ་སངས་རྒྱས་ཀྱི་མདོག་རང་ལ་གསུངས་པ་རེད། རྗེས་ཤེས་པོ་དེ་གར་ཆགས་བསྡད་པ་རེད་ཟེར་ན་སངས་རྒྱས་འོད་དཔག་མེད་དང་དེའི་ཞིང་ཁོ། སོ་སོ་གི་གང་ཅི་ཡིན་པ་དེ་བླ་མ་དགེ་བའི་བཤེས་གཉེན་ལས་ཉན། མཐུས། ཐེག་པའི་གདན་དག་སྟེ། འདི་རྟག་ཏུ་བདེ་བ་ཅན་གྱི་ཞིང་ཁོ་ན་བཞུགས་པའི་སངས་རྒྱས་ཡོད་དཔག་མེད་དང་ཡོན་དཔག་མེད་ཀྱི། ཡུལ་ས་གི་བདེ་བ་ཅན་གྱི་ཞིང་ཁོ་གིས་རྣམ་གཞག་དེ་ཡུན་ཡིད་ལ་བྱེད་དགོས། འདི་རྟག་ཏུ་ཡུན་ཡིད་ལ་བྱེད་དགོས། ཡུན་ཡིད་ལ་བྱེད་པ་དང་མཉམ་དུ་སྟེ་རྒྱུ་དང་པོ་དེ། རྗེ་གཉིས་པ་དེ་གར་ཕྱག་འདེབས་རེད་ཟེར་ན། བདེ་བ་ཅན་གྱི་ཞིང་ཁོ་ལ་སྐྱེ་བ་ལེན་པའི་དོན་དག་ལ་ནི་ཚོགས་དཔག་ཏུ་མེད་པ་བསགས་དགོས་རེད། སེམས་ཀློང་དུ་ཡེ་ཤེས་ཀྱི་ཚོགས་དཔག་ཏུ་མེད་པ་བསགས་དགོས་རེད། རྗེ་གསུམ་པ་དེ་བདེ་བ་ཅན་གྱི་ཞིང་ཁོ་ལ་སྐྱེ་བ་ལེན་པའི་ཆེད་དུ་ཐེག་པ་ཆེན་པོའི་སེམས་བསྐྱེད་དགོས་དགོས་རེད་བྱང་ཆུབ་སེམས་དགོས་དགོས་རེད་བྱང་ཆུབ་སེམས་བསྐྱེད་པར་སྐྱེ་དགོས་རེད་ཞེས་དེ་གསུངས་པ་རེད། རྗེ་བཞི་པ་དེ་སྔར་བསགས་པའི་དགེ་རྩ་ཡོངས་སུ་རྫོགས་པ་དེ་བདེ་བ་ཅན་གྱི་ཞིང་ཁོ་ལ་སྐྱེ་བའི་དོན་དུ་སྔོན་དབང་དུ་སྨོན་ལམ་བྱེད་དགོས་རེད། ད་དེ་འང་ཅི་འདི་ཞིང་འཁོར་ལྕི་བ་ནི་པའི་གང་ཟག་དེ་ལ་ཐེག་པ་ཆེན་པོའི་གང་ཟག་རྐྱང་རྐྱང་མ་རེད་ཉན་ཐོས་དུ་ཐེག་ཆེན་གཉིས་ཀ་ཡོད་རེད་ལོག་ཞུགས་བྱས་ན། དེ་འདྲའི་ཡིག་ཚགས་བརྒྱད་ཁྱི་ཞིག་གི་ནང་ནས་བྱང་ཆུབ་ཀྱི་སེམས་བསྐྱེད་པ་མ་གཏོགས་དཔེ་གྱི་བརྗིད་ཆེ་ལྷག་མ་གསུམ་པོ་དེ་ནི་དཀར་སོག་རེད། ཐེག་ཆེན་ཐེག་མེད་གཉིས་ཀ་བདེ་བ་ཅན་གྱི་བདེ་བ་ཅན་གྱི་ཞིང་འཁོར་ལྕི་བ་གི་རྗེས་ཐུན་མོང་ཆགས་ཐོན་རེད། ད་བྱང་ཆུབ་ཀྱི་སེམས་བཏགས་པ་དེ་བདེ་བ་ཅན་གྱི་ཞིང་འཁོར་ལྕི་བ་རིམ་པའི་བྱང་ཆུབ་སེམས་དཔའི་ཐུན་མོང་ཡིན་པའི་རྗེས་ཆགས་ཐོན་རེད།

རེད་དེ་ཡིན་ན་ཡང། ང་ཚོ་སྤྱིར་བདེ་བ་ཅན་གྱི་ཞིང་ཁོག་ལ་སྐྱེ་བ་ལེན་པའི་བརྗིད་ཆེའི་རྟེན་ས་གི། སངས་རྒྱས་ཀྱི་མདོ་སྡེ་མང་པོ་ཡོད་རེད་དཔེར་ན་ཆ་བཞག་ན། བདེ་བ་ཅན་མ་ལ་ཀི་དག་པའི་ཞིང་ཁོག། དག་པའི་ཞིང་ཁོག་ལ་གར་སོགས་རེད་ད། བདེ་བ་ཅན་གྱི་ཞིང་ཁོག་དེ་དག་པའི་ཞིང་ཁོག་གི་བྱེ་བྲག་ཅིག་རེད་བ། དེ་འདྲའི་ཚེ་དག་གཞིའི་སེངྒེ་དེ་ལ་སྐྱེ་བ་ལེན་པ་ལ། དག་གཞི་ལ་སྐྱེ་བ་ལེན་པའི་གང་ཟག་དེ་ལ་ངེས་པར་དུ་ཁོ་བདུད་སྡེ་གི་དག་པ་ཅིག་དགོས་རེད་ཁོ་དག་པའི་ཞིང་ཁོག་ཟེར་དེ་ག་ལ་དག་པ་དེ་བདུད་སྡེ་གི་དག་པ་ཅིག་དགོས་རེད། དེ་འདྲའི་ཚེ་ཕ་ཕ་ཡན་ཆད་ཀྱི་གང་ཟག་མང་དུ་ཡོད་མ་རེད་གསུང་ངན་དེ་འདྲ་ཡོད་རེད།

དེ་ནས་ཏིང་ངེ་འཛིན་ལྕགས་ཕུད་མདོག་དང། ཨ་ནི་གཅིག་བཙུད་དོ་དུད་ཀ་ལ་སོགས་པ་དང། བཙུད་དོ་རྣོ་སྦྱར་མི་བཟོ། ད་ག་ན་ཞིག་ཚད་དུ་ཡེ་ཤེས་དཔག་ཏུ་མེད་པའི་མདོག། ཚད་དཔག་མེད་ཀྱི་སྙིང་པོའི་མདོག་དང་བདེ་གཤེགས་སྙིང་པོའི་མདོག་དང། དེ་ནས་ལྕེ་གཅིག་ཤ་གི་གཟུགས་དང་སེང་གེ་སྒྲ་ཡི་གཟུགས་ལ་སོགས་པ་ཤེས་རིག་ཚད་བརྒྱ་རྩ་བརྒྱད་བར་དུ་དེའི་ཤེས་པ་བདེ་གཤེགས་བདུན་གྱི་སྨན་ལོང། དེ་འདྲིས་ཀྱི་མདོག་དེའི་མོ་འབིགས་ཀྱི་ནང་ལ། དག་པའི་ཞིང་ཁུག་ལ་སྐྱེ་བ་གནས་པའི་འཇིགས་བྱེད་གསུམ་ཡོད་ལ་འཇིགས་བྱེད་དེའི་ནང་ལ། ཅེའང་གསུངས་པའི་གི་ཅེས་པའི་གི་ཐག་གསུང་ཚར་བའི་ཐག་དེ་གི་ནང་ལ། ཅེས་ང་ཚོ་ཕ་བོའི་གང་ཟག་ཡིན་དགོས་པ་དང་གནས་དེ་ལ་སྐྱེ་བ་ལེན་པའི་གང་ཟག་དེ་ལ་ཕ་བོའི་གང་ཟག་ཡིན་དགོས་པ་དང། དེའི་ནང་ནས་ཀྱང་སྡུག་བསྔལ་བདེན་པའི་དག་པའི་གང་ཟག་ཡིན་དགོས་པ་དེ་རྩ་ནས་སུ་ཡང་མ་རེད་དག་པའི་ཞིང་འཁོར་ལ་སྐྱེ་བ་ལེན་མཁན་དེ་ལ། དེ་འདྲའི་ཡིན་ཙང་དག་པའི་ཞིང་འཁོར་ལ་སྐྱེ་བ་ལེན་མཁན་གི་གང་ཟག་དེ་ལ་ཕ་བོའི་གང་ཟག་ཡིན་མི་དགོས་པ་སོ་གཅིག་ཡོད་པ་གཏན་འཁེལ་བ་རེད། དེ་འདྲའི་ཡིན་ཙང་ང་ཚོ་དེ་བན་ཆེན་རུ་སུ་ཆེ་བྱེས་ཀྱི་བླ་མ་ཆེ་བ་རྣམས་ལ་གསུང་དེ་རྩ་ནས། ལོ་ན་མང་སོང་འཆི་བའི་དུས་ཤེས་ན། བཙས་ཐག་ཚུགས་ཅག་གླང་མི་ཕོ་བ་ན་སྟོང་ང་ཡང་དག་གཞོང་བའི་མདོ་སྔགས་ཀྱི་དག་པའི་ཤིན་ཏུ་བགྲོད་པ་བྱིན་གྱིས་བརླབས་ཤིང་གསུང་གི་རྩ་ནི། ཅེས། ལོ་ན་མ་སོན་པ་ཡིན་ན་ཡང། ནི་དག་ཤེས་ལ་ཡང་སྐྱེ་བ་ལན་ཐོག་ཡོད་པ་དང། དེ་ག་ན་ཞིག་དཔལ་ཆེན་རོ་ཟུ་ཆེ་གཅིག་གི་ཕོ་ཁྲིད་སེམས་ཀྱི་ཡུལ་ཞེས་ཟེར་ཡ་དེ་འདྲ་ཡོད་རེད་དེ་འདྲ་ཡིན་ཙང་ཁོ། ཅི། ལོང་ལ་མ་བཞུད་པའི་གང་ཟག་དེ་འདྲ་ཡིན་ན་ཡང་བླ་མ་བསྟོད་པ་མཐོན་པོ་དེ་འདྲ་ཡིས། ཀྱི་ཕོ་བ་སྤངས་ནས་བཙས་ཐག་ཟེར་ཡ་ཅེས། བདེ་བ་ཅན་གྱི་ཞིང་ཁོར་ཡག་ནི། སོ་སོ་ལ་འཇིགས་བྱེད་ཚོང་ཡོད་པ་དང་བླ་མ་གཏོ་བུ་ཐུ་མོ་གཉིས་ཚོགས་བྱས་སོང་ན་རྩེ་ཐག་གིས་བདེ་བ་ཅན་གྱི་ཞིང་ཁོར་ཡག་དང་དག་པའི་ཞིང་ཁོར་ཡག་ཕོ་ཨ་གཏོ་ནི་པར་ཐུག་གི་རེད་ཟེར་ཡང་འདྲ་བོ་དེ་འདྲ་ཡོད་རེད། དེ་འདྲའི་ཡོད་དེ་བདེ་བ་ཅན་གྱི་ཞིང་ཁོར་ལ་སྐྱེ་བ་ལེན་པའི་ག་ས་དེ་ལ་ཕ་ཕ་གུག་ཡོད་མ་རེད་དཔེ་ན། དེའི་བྱེད་པ་མུ་འཁྲུལ་བ་སྐེམ་པའི་མདོག་ནང་ལ་རྗེས་ཤུལ་ཡོད་གསུངས་པ་རེད་ཤུག་མོ་ཡོད་གསུངས་པ་རེད་ཤུག་མོ་ཡོད་གསུངས་པ་རེད། དེ་འདྲ་ཡིག་ཚང་ནི་དེ། རྗེས་ཤུལ་དུ་ཤོང་འོག་ཏུ་ཤི་མོང་ལ་བདུད་སྡིག་གི་བཏགས་པ་ཙམ་ལས་ཡོག་མ་རག་པ་ད། ང་ཚོ་དཔེ་གཞི་དེ་འདྲ་ཤེས་ངེས་ཅི་ཡིན་ན། ད་དེ་དུ་དེ་ལ་སོགས་པ་བཞུགས་རིགས་མང་པོའི་ནང་དེ་འདྲས་གསུངས་ཡོད་རེད། ཁྱད་པར་དུ་ནི་འདི་ག་དུས་གནས་འགའ་ཞིག་གི་དཔྱིད་ཀར་ཡོད་རེད་ཟེར་ན། སངས་རྒྱས་མི་མཇེད་པའི་ཞིང་ཁོ། ད་དག་པའི་ཞིང་ཁོ་ཅི་ཡིན་རེད་བ། སྙན་པ་དགའ་བའི་ཞིང་ཁོ། གནས་དེ་ལ་ནི་སོ་སོ་སྐྱེ་བོ་ཐ་མལ་པ། སོང་དེ་བས་རྩ་ཆེའི་ལས་ཀུན་དགོས་པའི་དེ་ནི་མི་ཆེས་སངས་རྒྱས་ཞིག་ད་ལྟ་རྒྱ་བས་སིག་སིག་ཅེས་པ་འཇིགས་སེ་དེའི་ཁྱེད་ཀྱིས། རྗེ་རིན་པོ་ཆེ་གི་འགྲེལ་པ་འགྲེལ་སེ་དང་འགྲེལ་པ་ཞེ་དྲག་དང། རྗེ་ཞེས་ཀུན་དགའ་དོན་གྲུབ་ཀྱིས་རྗེས་ཀྱི་ཀྲི་ཀ་ལ་སོགས་པ་དུ་གསུམ་མ་ལུས་སོ་སོ་སྐྱེ་བོ་ཐ་མལ་པ་ཡང་ནི་ཁོ་བོ་དག་པའི་ཞིང་ཀུན་ཏུ་འདིར་སྐྱེ་བ་ལས་ཀྱི་ཡོད་ཅེས་འདི་གསལ་པོ་སེ་ཅུང་གསུངས་འདུག། དེ་འདྲའི་ས་གནས་དེ་ལ་སྤྱི་བ་ལེན་པའི་གང་ཟག་དེ་ལ་ནི་ང་ཚོ་ཆེས་སོ་སོ་སྤྱི་བོ་དང་ངག་གི་གཞུང་ལུགས་ཀྱི་མཐའ་མེད་པ་ཡོད་པ། ད་ང་ཚོ་མདོ་ལུགས་ཀྱི་ནི་སོ་ཤེས་ལས་དག་ཡིན་ཞེས་ཡོད་པ་དེ་གསལ་བོ་གསལ་ཆུང་ཆགས་བསྡད་འདུག་དེ་ཤི་དགོས་ཅི་བྱེད། ད་ད་གིས་བདེ་བ་ཅན་དུ་སྤྱི་བ་ལེན་པའི་རྒྱུ་ཅི་ཞིག་པོ་དེ་བསྒྲུབ་ཡོང་དུས་རྩ་ནས། བདེ་བ་ཅན་གྱི་ཞིང་གི་བཀོད་པ་སྟེ་མིའི་ནུ་ཏོ་དང་ད་ག་ན་ཤི་དགུན་རེ་ཚེ་ཐུག་གི། སྟེ་ཅི་མུན་པའི་ནང་ལ་ག་རེ་གསུངས་པ་རེད་ཟེར་ན་བདེ་བ་ཅན་གྱི་ཞིང་ཁུ་དེ་ལ་སྐྱེ་བ་ལེན་པའི་རྒྱུ་སྒྲུབ་པའི་གནས་ཀ་དེ་ལ། བདེ་བ་ཅན་གྱི་ཞིང་ཁུ་ཟེར་ཡ་དེ་ཡོད་པ་དེ་སེམས་རྩེ་གཅིག་པའི་ཡིད་བྱིན་གྱི་དད་པའི་ཐུགས་ནས་རྒྱུ་བཞི་བཞི་པོ་དེ་སྒྲུབ་པ་ཡིན་ན། བདེ་བ་ཅན་དུ་སྐྱེ་ཐུབ་པ་སོགས་ནི་མ་ཟད། བདེ་བ་ཅན་དུ་སྐྱེ་ཚར་བའི་རྗེས་འགྲོ་རྒྱུ་སྤྱད་མ་ཐག་ཏུ། ག་རེ་གསུངས་པ་རེད། བདེ་བ་ཅན་གྱི་ཞིང་འཁོར་དེ་ལ་སྐྱེས་མ་ཐག་ཏུ་དེ་ནི་གར་སོགས་སངས་རྒྱས་ཡོད་པར་མི་འདུག་དེའི་འཁོར་གྱི་རྒྱ་བཞི་སྲིད་ལ་སོགས་པ་དེ་དག་འདི་ནི། དེ་དག་དེ་དག་གི། གར་སོགས་དེ་དག་མཇལ་ཐུབ་པ་ཙམ་དུ་མ་ཟད་དེ་དག་གི་ནང་ནས་ཕྱིས་འཐད་པ་དེ་དེ་མ་ཐག་ཏུ་ཡོང་གི་རེད། ད་གལ་སྲིད་རྒྱལ་སྤྱིའི་བཞི་བོ་དེ་སྒྲུབ་ངེས་དེ་ཙམ་ནས་བདེ་བ་ཅན་གྱི་ཞིང་འཁོར་ཟེར་ཡ་དེ་ཡོད་ནམ་མེད་ནམ། ཐེ་ཚོམ་དུ་བཅད་པའི་སྒོ་ནས་སྒྲུབ་པ་དང། རྒྱུད་བཞི་བོ་དེ་སྒྲུབ་པ་ཡིན་ན་བདག་ཉིད་བདེ་བ་ཅན་དེ་སྐྱེས་ཐུབ་ནམ། ཐོ་གུ་ཡོད་ན་ཐོ་གུ་མེད་ན་སྨྱོན་འབིག་གི་ད་ག་ཟོ་བ་རེད། ཐེ་ཚོ་དུ་གཅིག་པའི་སྒོ་ནས་བསྒྲུབ་པ་ཡིན་ན། ཁོ་འཇི་སྐྱེ་བཞི་བོ་གི་བདེ་བ་ཅན་དེ་སྐྱེ་བ་ལེན་འབིག་གི་ག་ཟོ་བ་རེད་འཇི་སྐྱེ་གི་ད་ག་ཟོ་འཇི་ཚོགས་དེ་ཚོགས་སོང་ན། གང་ཟག་དེ་བདེ་བ་ཅན་དེ་སྐྱེ་བ་ལེན་འགྲོ་གི་རེད། བདེ་བ་ཅན་དེ་སྐྱེ་བ་ལེན་འབིག་གང་ཟག་དེ་ལ་སྐྱེ་གནས་ཞིག་གི་ནང་ནས་རྫི་སྐྱེ་མང་ཐུག་ཅིག་གི་སྔ་ཕྱིར་གྲོལ་བྱེད་དགོས་ཆེད་ཡོང་མ་རེད་མེད་དེ་རྩ་ནས་བདེ་བ་ཅན་དེ་སྐྱེ་བ་ལེན་འབིག་གང་ཟག་དེ། སྐུ་རླུང་དེ་ཐེ་ཚོ

དེ་འདྲའི་ཡིག་ཚང་ང་ཚོ་བརྗེ་བྱས་ཏེ་སྒྲུང་འདི་ཙམ་ནི་བདེ་བ་ཅན་གྱི་ཞིང་ཁོ་ཡོད་པ་དེ་སེམས་རྩེ་གཅིག་པའི་དད་པ་ཡིད་ཆེས། བདེ་བ་ཅན་གྱི་ཞིང་ཁོ་སྐྱེ་བའི་བརྗེད་བྱེད་ཧྲིལ་པོ་དེ་བསྒྲུབས་པ་ཡིན་ན་དེ་ལ་བརྟེན་ནས་བདེ་བ་ཅན་གྱི་ཞིང་ཁོ་དང་སྐྱེ་བ་ལེན་ཐོགས་གི་ཡོད་པ་དེའང་ཡིད་ཆེས་པའི་དད་པ་དང་སེམས་རྩེ་གཅིག་པའི་བདག་ག་སོགས་རེད་ཡིད་ཆེས། དེ་འདྲིའི་གི་ཐོག་ནས་བརྗེད་བྱེད་ཧྲིལ་པོ་དེ་བསྒྲུབས་པ་ཡིན་ན་ཧ་ནི་ཕན་ཐོགས་ཆགས་ཡོད་རེད། དེ་གསུམ་པ་རེད། ད་དེ་ཡན་ཆད་དེ། བདེ་བ་ཅན་གྱི་ཞིང་ཁོ་ཟེར་ཡས་དེ་གང་འདྲིའི་ཞིག་རེད། བདེ་བ་ཅན་གྱི་ཞིང་ཁོ་ལ་སྐྱེ་བ་ལེན་པའི་གང་ཟག་གང་འདྲིའི་ཞིག་རེད། བདེ་བ་ཅན་གྱི་ཞིང་ཁོ་སྐྱེ་བ་ལེན་པར་བརྗེད་གང་འདྲིའི་འགྲོ་དགོས་རེད།

ཀོ་སྐད་ཆ་བཤད་འོང་འདི་ག་ལ། ངས་དང་གི་གོང་དུ་ཞུས་པ་ནང་བཞིན། ཚན་པ་དང་པོ་ནས་ཞུས་པ་ནང་བཞིན་བྱས་ནས་བྱས་ཙང་ཁོ། སྔགས་ཀྱི་གཞུ་ལུས་མུན་པའི་ནང་ལ་བཟོ་བྱེད་བ་ཐ་མའི་བར་དུ་སེམས་ཅན་ཐ་མའི་བར། བདེ་བ་ཅན་དུ་སྐྱེ་བ་ལེན་པ་ཡོད་པ་དེ་གསལ་པོ་གསལ་རྒྱུ་ཆགས་པ་ཡིན་ཙང་དེས་སྐྱེ་བ་ལེན་གྱི་ཡོད་པ་གཏན་འཁེལ་བ་བྱས། ད་འོ་ན་དེ་སྐྱེ་བ་ལེན་པའི་གང་ཟག་དེ། བདེ་བ་ཅན་དུ་སྐྱེ་བ་ལེན་པའི་གང་ཟག་དེ། ངལ་གསོའི་ས་ལ་མ་ལྟུང་བ་དེ་འདྲ་ཡོད་རབས་པས་ཟེར་ན། གི་གཙང་སྙིང་ནི་ཡོད་མ་རེད། དེ་མེད་པ་དེ་ད་ང་ཚོ་དང་པོ་ལུགས་སྐད་ཀྱི་བཤད་པ་ཡིན་ན་རྒྱ་འོད་དཔག་མེད་ཁོ་རང་རང་གིས་གཉིས་སུ་གར་སོང་བ་རེད། མེད་གསུངས་པ་རེད་སངས་རྒྱས་ཀྱི་མདོ་ནང་ལ་གར་སོང་བ་རེད་ཟེར་ན། ངའི་ནང་བརྙན་གྱི་སྨན་ལུང་འདི་སྐད་བཏབ་སེང་ཆེན་གང་གིས་ང་ཡི་མིག་མཐུད་ན་ང་ཡིན་བཞིན་དུ་རྟག་ཏུ་འོང་བར་ཤོག། ང་ཡི་སྨན་ལུང་བཟང་པོ་དེ་རྫོགས་པའི་འཇིག་རྟེན་ཁོ་མོ་དག་ནི་སེང་ཆེན་འོང་དེ་དག་ང་ཡིན་བཞིན་དུ་ལྷགས་ནས་ན། དེ་དག་བྱ་བ་གཅིག་ལས་ཕྱི་མི་ལྡོག་ཅིང་དེ་སོང་བ་རེད། དེ་ཡིན་གྱི་རྩ་ནི། ང་ཡི་ཞེས་ཟེར་གྱི་གང་ལ་སངས་རྒྱས་ཡོད་པ་མེད་ཁོ་རང་གི་ཞིང་ཁོ་ལ་ལྷགས་པ་ཟེར་ན་འོང་བ། བསླད་པ། འདི་བསླད་ཚར་བའི་རྗེས་ལ་ནི་ཀོ་ངན་སོས་སངས་ཀྱི་ངན་སོས་ས་ལ་སོགས་པའི་གི་ནི་ཀོ་སྐྱེས་ནི། གར་སོགས་པ་རེད། ངན་པའི་གནས་ལ་མ་ལྡོག་ཐོག་མ་རེད་ཅེས་འདི་གསུངས་པ་རེད། ད་དེའི་གི་དན་རྟགས་དེའི་གི་འགྲེལ་པ་བཏབ་པ་དེ་ནི་གར་སོགས་པ་རེད། རྗེ་བདག་ཉིད་ཕྱིན་པའི་སྨན་ལུང་ཞིང་མཆོག་སྒོ་འབྱེད་ཀྱི་ནང་ལ། དེས་ན་ངལ་བསོའི་གསེབ་ཏུ་ལྷ་མ་ཡིན་གྱི་རིས་མེད་ཀྱིས། དེར་སྐྱེས་ནས་འགྲོ་བ་དེ་ཞི་ལ་ལྡོག་པ་ཡང་མེད། འགྲོ་བ་དེ་ཞི་སྲིད་དེ་ག་ལ་ངལ་བསོའི་གསེབ་ཏུ་ལྷ་མ་ཡིན་གྱི་གནས་ལ་མ་དོ་ཡ་ཡོད་མ་རེད། བདེ་བ་ཅན་གྱི་ཞིང་ཁོ་ལ་ཡང་སྐྱེ་བ་ལན་ཚ་བའི་གང་ཟག་ཅིག་ཡིན་ན་གཤེན་བ་དེ་ནི་ངལ་བསོའི་གསེབ་ཏུ་ལྷ་མ་ཡིན་གྱི་རིས་ལ་མ་དོ་རྒྱུ་མེད་རེད། མ་བདོག་པ་མེད། མུ་འཁོར་མ་ལྷག་མ་ནོར་བྱུང་མེད་སི་ཏི་ཀ་ལོ་དང་མུ་འཁོར་མི་གནས་ལྷག་མ་ནོར་བྱུང་སྐྱེ་འཆི་མེད། མ་ངེས་པར་དུ་ལོག་པ་ཉིད། ལོག་པ་ཉིད་དུ་ངེས་པའི་སེམས་ཅན་མེད་ཅིང་ཡང་དག་པར་ཉིད་དུ་ངེས་པ་ཤ་སྟག་ཡིན་ཏེ། ཅི་ཟག་དེ་རེད། དེ་འདྲའི་ཅི་སྟེ་ཙམ་ནས་དེ་མ་ཡིན་པར་འཆི་བ་ཡོད་ཡོད་མ་རེད་གནས་དེ་ལ་སྐྱེ་བ་ལེན་པའི་གང་ཟག་དེ་ལ་དམན་ལུང་གི་དབང་གིས་ནི་ཅི་སོ་སོ་འཆི་བའི་དེ་སེམས་མ་བསླད་པ་ཡིན་ན་ཡང་ཅི་སེམས་ཅན་གཞན་ལ་ཡང་བསྟན་པ་དང་འགྲོ་བའི་དོན་དུ་ཕེབས་དགོས་པ། ཞིང་ཁོ་གཞན་དག་ལ་བརྟེན་མར་འགྲོ་ཡུལ་དེ་འདིར་ཕེབས་དགོས་པ་འདྲ་བ་དེ་འདྲའི་ཆགས་པ་ཡིན་ན་ཁོ་སྨན་ལུང་ཅིག་འོང་མཁན་ཆེ་བ་ཡོད་རེད་མ་གཏོགས་གཞན་ང་ཚོ་འཛོམས་པ་ལས་པའི་མི་ཆེ་བ་ན་ཞིག་བྱས་ནས་ཁོ། མཚན་མ་བསྲེགས་པ་བྱས་ནས་ཨ་ནི་ཁྲིད་ཀྱི་སྤྱན་གྱི་ཐུགས་ནས་འཆི་བ་ལ་སོགས་པ་དེ་འདྲ་ཡོད་མ་རེད། དེ་འདྲའི་ཡི་གེ་རྩ་ནི། བདེ་བ་ཅན་གྱི་ཞིང་ཁོ་ལ་སྐྱེ་བ་གླེང་བའི་གང་ཟག་ཅིག་ཡིད་ཚ་ཡི་ཞུ་གུ་ནི་གནས་དེ་ནས་ངེས་སུ་སྲིད་དང། ཨ་ནི་ཅི་ལྷ་མ་ཡིན་གྱི་རིགས་ལ་སོགས་པ་དེ་འདྲས་ལས་སྤྱན་ནི་དུ་སོ་ནང་མ་རྡོ་རྗེ་མེད་པ་དང།

སེམས་ལུགས་ཚོགས། ད་ག་ན་ཤི་ལྕེ་ནི་རི་བ། སེམས་ལུགས་དུ་ཡེ་ཤེས་ཀྱི་ཚོགས་ཞེས་ཤིང་དྲུག་གི་ཉོན་ལེན་དང། ནི་ཅེས་ཤེས་རང་ཁྱད་པར་གྱིས་བསྒོམས་པས་སེམས་ལུགས་དུ་ཡེ་ཤེས་ཀྱི་ཚོགས་དཔག་ཏུ་མེད་པ་བསགས་པ། དེའི་རྗེས་ལ་བདེ་བ་ཅན་གྱི་ཞིང་འཁོར་ལོ་བཅཝ་བ་ལེན་པའི་བྱང་ཆུབ་སེམས་དཔའ་སྟོན་པ་གཅིག་ནི་ཐེག་པ་ཆེན་པོའི་སེམས་བསྐྱེད་ཅེས་པ། ལྔའི་བསགས་པའི་ཚོགས་དེ་དག་བདེ་བ་ཅན་གྱི་ཞིང་འཁོར་ལོ་བཅཝ་བ་ལེན་པ་དང་དེའི་ཆེད་དུ་བསྔོ་བ་དང་སྨོན་ལམ་བྱེད་པ། དེ་འབྲས་ཀྱི་རྒྱུ་གཅིག་ངེས་པ་དེ་བསགས་པ། རྗེ་ཞི་བ་དེར་ཅིག་གར་སོང་བའི་ཀོང་ཀྲུང་འདྲ་བོ་ཅིག་སྐྱིད་རེ་ཉིན་རེ་སོང་ན་བཏང་ཡང་དུ་རྒྱང་ཕྲག་སྟོང་ཕྲག་སོང་ན་བཏང་ཡང་དེ་ཚོང་གི་ཡོང་ཁོ་བ་མ་རེད་པ། ཁོ་རང་གནས་བདེ་བ་ཅན་དུ་སྐྱེ་བ་ལེན་པའི་རྗེ་སྐྱིད་ཅིག་གི་མཐུ་ཆད་ཀྱི་ཚོང་ཆུ་ཡོད་རེད་བ། ཚོགས་ཡོད་འདི་ཙམ་ནི། དེ་ནི་གནས་དེ་ལ་སྐྱེ་བ་ལེན་ནི། གནས་དེ་ནི་དག་པའི་ཞིང་ཁོངས་རྐྱང་རྐྱང་ལ་སྐྱེ་བ་ལེན་པ་མ་གཏོགས། བདེ་འགྲོ་གི་གནས་རྐྱང་རྐྱང་ལ་སྐྱེ་བ་ལེན་པ་མ་གཏོགས་ཅིག་ངལ་གསོའི་ས་དང། དེ་ནི་མུ་འཁོར་མི་གནས་དེ་ཚོ་ལ་སྐྱེ་བ་ལེན་གྱི་མེད་ཅེས་ནས་དེ་གསུངས་པ་རེད་དེ་འདྲ་ཡིན་ཙང་བདེ་བ་ཅན་གྱི་ཞིང་ཁོངས་ལ་སྐྱེ་བ་ལེན་པའི་གང་ཟག་དེ་ལ།

གཟུགས་འཁོར་ཡིན་པ་ཡིན་ན་ཡང་གཟུགས་འཁོར་ལའང། ནི་གར་སོགས་པ་རེད། ད་གཞོན་ནུ་ཆེ་མཆོག་བཅས་ཀྱི་ཡོད་མེད་དེ། ཡང་ཅིག་བོད་ཀྱི་མཁས་པ་ཚད་ཐུབ་མཁས་པའི་གི་བ་ཚ་ལ་དེ་ལ། ང་ཚོ་བཤད་སྲོལ་མ་འདྲ་བ་ཡོད་རེད། གཞོན་ནུ་དྲོད་རྩེ་མོ།

རྗེ་བདག་ཉིད་ཆེན་པོའི་ལས་བྱེད་སེམས་ཅན་གྱི་ནང་ལ། གཞོན་ནུ་སྐྱེས་པའི་སྟན་འདེགས་འཁོར་ཁོ་ན་གསུངས་པ་དེ་སྤྱིར་བཏང་གི་ཆ་ནས་བྱས་པ་ཡིན་ན། མཛེས་རུང་རྗེ་ལ་སྦྱར་ནས་འཁོར་གྱི་མཛེས་པའི་ལུས་འདྲ་བ་ཆགས་ཏེ་ད་འཁོར་བྱེད་རང་མ་ཡིན་ལུས། ལྷག་པར་དུ་ཨ་ནི་འཁོར་འདི་བཤད་སྲོལ་གཞན་པ་ཅིག་ལ་ག་རེ་ཡོད་རེད་བས་ཟེར་ན་ཨ་ནི་ང་ཚོ། འདས་པའི་དབང་དུ་བྱས་པ་ཡིན་ན། འདས་འཁོར་གྱི་དབང་དུ་བྱས་པ་ཡིན་ན། ནི། ཁོ་གཞོན་ལུང་དང་པོ་གསུམ་པ་དུ་ལི་སིང་གི་སྐྱེས་པ་དང་བུད་མེད་དང་ཕྱིན་ཆུ་དེ་དག་འདི་བའི་ལྷ་ཡི་དེ་ལ་སྐྱེས་པ་ཡོད་དེ་སྐད་ཆ་ལས་མ་གཏོགས་སྤྱི་ཆགས་ནི། ཐེག་པ་ཆེན་པོ་དང་ཐེག་པ་དམན་པ་གང་གི་དབང་དུ་བྱས་པའི་གཞོན་ལུང་དེ་འདན་འཁོར་ལ་མ་གཏོགས་གཟུགས་འཁོར་ལ་སྐྱེ་རྒྱུ་མེད་པའི་དོན་རྩ་ཉིད་ནས་མ་རེད་དེ་མ་རེད། དེ་དག་གྲྭ་བ་གསུམ་པའི་ལས་ལ་འགྲོ་གི་རེད། སྡེ་བ་གཅིག་གི་ཞིང་ཁོངས་ཀྱི་གནས་དེ་ད་ངེས་ངེས་ཤོད་པ་ན་ཞིང་ཁོངས་སེང་གི་ནང་ནས་འདན་འཁོར་ཡིག་ཚང། གཞོན་ལུང་ས་སྐྱེས་ཡོད་རེད་ལ། ནི། གཞོན་ལུང་ས་དང་བཅས་བ་ཡོད་རེད་ལ། གཞོན་ལུང་དགོན་པའི་སྟོབས་ཀྱིས་གཞོན་ལུང་ནས་འཐོར་ལོངས་འཕོ་བ་དང་འདྲེ་ཡས་ཡོད་རེད། ད་ཅི་གཟུགས་འཁོར་དུ་གཟུགས་མེད་ལྟ་བུ་ཅི་ཡིན་ན་ཨ་ནི་ཁོ། གཟུགས་འཁོར་དུ་གཟུགས་མེད་ལྟ་བུ་ཅི་ཡིན་ན། གཟུགས་འཁོར་དུ་གཟུགས་མེད་ལྟ་བུ་ཅི་ཡིན་ན། མཐོང་ལོང་ས་བཅད་ཡོད་མ་རེད། དགོངས་ལོང་ལྐོག་དོམ་པོ་དེ་ས་བཅད་ཡོད་མ་རེད། རྒྱུ་མཚན་ག་རེད་ཟེར་ན་མཐོང་ལོང་ས་བཅད་མཐོང་ལོང་མཐོང་ལོང་དེ་དང། ང་ཚོ་སྤྱི་ཡི་ཐེག་པ་ཆེན་པོའི་གི་མ་རེད་འཕགས་པའི་ལུང་གི་དོམ་པོ་ཡི་རྩ། དེ་ས་དང་བཅད་དབང་ལ་གར་དགོས་ཀི་རེད་ཟེར་ན།

ལུང་ལ་བརྟེན་པ་གཅིག་དགུ་ཡོད་རེད་དེ་འདྲའི་ཡི་གེ་རྩ་ནི་གཟུགས་མེད་ན་ཡིད་འཇུག་གི་སྐྱོ་བ་དང་ལུས་གཉིས་ཀ་ཡོད་མ་རེད་གཟུགས་འཁོར་ན་ལུས་ཡོད་རེད་དེ་ཡིན་ནས་ཡིད་འཇུག་གི་སྐྱོ་བ་ཡོད་མ་རེད་དེ་འདྲའི་ཡི་རྩ། མཐོང་ལམ་ས་བཅད་ལ་འཇིགས་བྱེད་དེ་གཉིས་ཀ་མཚུངས་པ་གཅིག་དགུ་དགུ་རེད། དགོངས་ལམ་ས་བཅད་ལ་ཡང་འཇིགས་བྱེད་དེ་གཉིས་ཀ་མཚུངས་པ་གཅིག་དགུ་རེད་དགུ་ལོ་ཀོ་དགུ་གི་ནང་ནས་དགུ་ལོ་དང་པོ་བཅད་པ་ལ་འཇིགས་བྱེད་དེ་གཉིས་ཀ་མཚུངས་པ་གཅིག་དགུ་དགུ་རེད་དེ་འདྲའི་ཡི་རྩ། བཟོས་དང་བཟོས་མེད་ན་ཡན་ཆད་ན་མཐོང་ལོང་ས་ཆེན་མེད་པ་དེ་བདེན་པ་རེད་མགོ་ལོང་ལྐོག་དོམ་པོ་ས་ཆེན་མེད་པ་དེ་བདེན་པ་རེད་མ་གཏོགས་བདེན་དབང་ཅན་གྱི་ཞིང་ཁོ་ལ་ཨ་ནི་ག་རེ་སོགས་རེད་ང་ཚོ་ཅིས་གཞོན་ལོང་ས་ཅེས་གཞོན་ལོང་ས་དང་ཅེས་མི་ཐོགས་པ་ཡོད་མ་རེད་ལ་གཞོན་ལོང་ཅེས་ནི་ཞང་སེ་གཞོན་ལོང་པ་དགོངས་ཉིན་ཏིག་གཞོན་ལོང་པ་དེ་གི་གཞོན་ལོང་དགོངས་པའི་སྟོབས་ཀྱིས་གཞོན་ལོང་དེ་ཐོག་ལོང་དུ་འཕོ་མི་ཐོགས་པ་ཡོད་མ་རེད་དེའི་གནད་འགག་དེ་བདེན་དབང་ཅན་གྱི་ཞིང་ཁོ་ཟེར་ཡ་དེ་འཁོར་ཚུགས་ཀྱི་ནང་ནས་འདས་པའི་འཁོར་རེད་མ་གཏོགས་གཟུགས་འཁོར་ལྷ་འདྲ་བོ་དེ་འདྲས་དང་གཟུགས་འཁོར་གནས་འདྲ་བོ་དེ་འདྲས་དང།

ད་གཟུགས་འཁོར་ལ་དོང་ནས་སྡུག་བསྔལ་སེལ་ངེས་པའི་རྩ་ནི་ཡོད་མ་རེད། གཟུགས་འཁོར་ཡིན་ཆད་ལ་གཟུགས་གཟུགས་མེད་ཉིད་ལ། སྡུག་བསྔལ་མེད་དེའི་རྩ་ནི་འཁོར་བ་ལ་ཡུལ་འཇུག་གི་སྐྱོ་བ་ལས་ས་ཡོད་མ་རེད། འཁོར་བ་ལ་ཡུལ་འཇུག་གི་སྐྱོ་བ་སེལ་དེ་ག་ལ་སྐྱོ་བ་སེལ་ངེས་དེ་སླད་འོས་དེ་གར་དེ་ཟོན་ལ་སེམས་ལ་གར་སོགས་ཀྱིས་སྡུག་བསྔལ་གྱི་ཚོར་བ་འདྲ་པོ་ཅུང་ཟད་ཅིག་མྱོང་དགོས་བ་རེད། ཡུལ་འཇུག་གི་སྐྱོ་བ་གིས་སྡུག་བསྔལ་གྱི་ཚོར་བ་དེ། ང་ཚོ་ཚེ་རབས་སྔ་མའི་ལས་ངན་གྱིས་རྟོགས་ཅིག་ཡོང་གི་ཡོད་མ་རེད། ཁོ་དཔེར་ན་སེམས་ཅན་སྡུག་བསྔལ་གྱི་རྣ་བའི་སེམས་ཅན་འདྲ་པོ་ཅིག་མཐོང་ཡོང་དེ་ག་ལ་སེམས་ཅན་དེ་ལ་མི་བཟད་པའི་བརྩེ་བ་སླེབས་ཡོང་དེ་ག་ལ།

སུག་རྡུལ་གཅིག་ལ་མཛེས་སྡུག་དགུ་དང་ནི་སུམ་དགུ་ཡོད་རེད། སུག་རྡུལ་གཞན་པ་གཅིག་ལ། གཞོན་ལུང་དེ་འདས་པ་ལ་གཅེས་སོང་ན། གཞོན་ལུ་དུམ་བུ་གསུམ་པོ་དེ་འདས་པའི་ལྷ་མོ། ལི་སུན་གྱི་མི་དང་ནི་གཞོན་ལུ་ཆེ་མཆོག་ལྟ་བུ་དེ་འདས་པའི་ལྷ་ཡི་དེ་ལ་གཅེས་བ་ཡོད་རེད་འདས་པའི་མི་ཡི་དེ་ལ་གཅེས་བ་ཡོད་པ་ཙམ་དུ་མ་ཟད། འདས་པའི་ལྷ་ཡི་དེ་ལ་གཅེས་བ་ཡོད་རེད་སྤྱིར་བཏང་གི་ཆ་ནི། ཅི་གར་སོགས་རེད་ཐེག་པ་ཆེན་པོ་དང་ཐེག་པ་དམན་པའི་གཞོན་ལུང་གང་ཡིན་ན་ཡང། འདས་འཁོར་ཁོ་ན་ལ་མ་གཏོགས་གཅིག་གི་གཟུགས་འཁོར་ལ་གཅེས་ཀྱི་མེད་པ་དེའི་རྩ་བ་ཉིད་ནི་མ་རེད། དེ་གཙང་ཉིད་ནི་མ་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་མདོ་ཁོ་རང་ནང་དུ་བྱས་པ་ཡིན་ན་ཡང། ཨཱ་ནི་གར་སོགས་པ་རེད། ལྗོངས་ལོ། ཨཱ་ནི་གར་སོགས་པ་རེད། ལྗོངས་ལོ་བཞི་ཀ་དེ་བཞིན་དང་ལྗོངས་ལོ་བཞི་ཀ། ཨཱ་ནི་ཁོ། གཟུགས་ཀྱི་དེ་ལ་སྤྱད་རྒྱུ་ཡོད་པ་འདྲ་བོ་དེ་འདྲས་གསུངས་ཡོད་རེད། དེ་ལ་བརྟེན་ནས་ཀུན་མཁྱེན་བླ་མ་འཇུ་ཡེ་ཤེས་དཔལ་གྱི་ལེགས་བཤད་དུ་གསུངས་པ་ལྟར་བྱས་ན། ལྗོངས་ལོ་དྲོད་རྩེ་མོ་གཟེར་བ་གསུམ་པོ་དེ་གཟུགས་ཁུག་གི་དེ་ལ་སྤྱད་རྒྱུ་ཡོད་པ་ཙམ་དུ་མ་ཟད་ཕྱིན་ཆུ་ཡང་སྤྱད་རྒྱུ་ཡོད་གསུངས་པ་རེད། ད་ཅིའི་མདོ་སྔགས་རང་རྒྱུད་པ་དཔལ་ཆེན་ཐུགས་རྗེ་ཆེན་པོའི་ལེགས་བཤད་དང། བླ་མ་རྗེ་བཙུན་པའི་ལེགས་བཤད་ལ་སོགས་པ་དུག་གསུམ་མེད་པར་བྱས་ན་གཞུ་ལོང་དང་པོ་གཉིས་དེ། གཟུགས་འཁོར་ལ་སྤྱད་ཀྱི་ཡོད་རེད་གཞུ་ལོང་ཕྱི་མཆོད་དང། གཞུ་ལོང་གཟི་བྱས་བཏབ་པ་དེ་གཟུགས་འཁོར་ལ་སྤྱད་ཀྱི་མེད་པ་པཎ་ཆེན་གྱིས་དེ་འདྲ་གསུངས་པར་བ། བྱས་ཙང་དེ་བྱས་དེ་ཙང་ནི། རྒྱ་བཟའ་ཐུགས་རྗེ་ཆེན་པོས་དེ་ནི་རྣམ་ཤེས་གཉིས་སྤྱད་ཀྱི། གསུངས་ནོ་བྱས་ན་ཡང། གཞུ་ལོ་དྲོད་དུ་རྩེད་མོ་བཏབ་པ་དེ་གཟུགས་འཁོར་གྱི་དེ་ལ་སྤྱད་ཀྱི་ཡོད་པ་དེ་གསལ་བོ་གསལ་ཆོག་གསུངས་པ་རེད་དེ་འདྲ་ཡིན་ཙང། ང་ཚོ་གཞུ་ལུས་སྐྱེ་ཡི་དབང་དུ་བྱས་ན། གཞུང་ལམ་དྲོད་བཙན་མོ་དེ་གས་དེའི་གཟུགས་འཁོར་ལ་སྤྱད་ཀྱི་ཡོད་རེད། དེ་ཡིན་དུས་རྩ་གནས་འདི། བྱེ་བྲག་མང་བ་དུ་སྒོ་དེ་ནས་གསུངས་པ། རྗེ་རིན་པོ་ཆེས་གསུངས་པ་དེ་མཛེས་རོང་འདྲའི་དུ་སྒོ་དེ་ནས་གསུངས་ཡོད་རེད་ཁོ་རང་ཤེས་བཞེད་ཁུངས་དེ་ཡང་མཛེས་རོང་འདྲ་ཁོ་ན་མ་གཏོགས་བགྲོངས་ཡོང་མ་རེད་སེམས་ཤིང་དེ་ག་དུས་བཟོས་པ་ཡིན་ན། དེ་གཅིག་རེད་དེ་རེད་མ་གཏོགས་གཅིག་གི་ཡང། གཞུང་ལམ་རྩ་གནས། གཟུགས་འཁོར་གྱི་དེ་ལ་སྤྱད་ཀྱི་མེད་པ་དང་དེ་འདྲའི་ལ་གོ་བ་ལེན་གྱི་ཡོད་མ་རེད། འདི་ཅིས་བྱས། ལྷག་པར་དུ་འདི་ཇི་སྲིད་འདི་གི་ནང་ལ་ག་རེ་གསུངས་འདུག་ཟེར་ན། དེ་ནི་དེ་འདྲས་ཡིན་ན་ད། གཟུགས་ཀྱི་རྟེན་ལ་ཨ་ནི་ག་རེ་བཟོ་བ་རེད། མཐོ་ལོང་ཡན་ཆད་ཀྱི་རྟོག་པ་ལྟ་བུ་དེ་གཟུགས་དེ་གཟུགས་མེད་ཁོང་དུ་སོང་ལ་སྐྱེ་མི་སྲིད་པ་ཆགས་འགྲོ་གི་འདུག་ཟེར་འདི་མ་རེད། འདི་མ་རེད། མཐོང་ལོང་གསར་དུ་སྐྱེ་བ་ཡོད་མ་རེད་བཟོས་བཟོས་མེད་དེ་ད་གིས་ཤུ་ཚར་བ་བྱས། དགོང་ལོང་སྐོག་དགུ་གི་ནང་ནས་དགོང་ལོང་སྐོག་དང་པོ་དེ་ནི་བཟོས་བཟོས་མེད་དུ་སྐྱེ་བ་ཡོད་མ་རེད་མ་གཏོགས་དགོང་ལོང་སྐོག་གཉིས་པ་ནས་དགོང་ལོང་སྐོག་དགུ་བའི་བར་གྱི་ནི་དགོང་ལོང་ཡོད་རྫུགས་དེ་བཟོས་ཁོག་གི་དེ་ལ་སྐྱེ་བ་ཡོད་རེད་བཟོས་མེད་གི་དེ་ལ་སྐྱེ་བ་ཡོད་རེད་དེ་འདྲ་ཡིག་ཚང་མཐོང་ལོང་ཡིན་ཆེད་ཟེར་ཡ་དེ་འབྲི་གི་ཡོད་མ་རེད་ག་རེ་ཟེར་ན་མཐོང་ལོང་སྐྱེ་གི་ཡོད་མ་རེད་བཟོས་ཁོག་ལ་ནི་བཟོས་མེད་ན་ཡང་མཐོང་ལོང་སྐྱེ་གི་ཡོད་མ་རེད་ཟ་གི་ཡོད་མ་རེད་དེ་གཏན་འཁེལ་བ་བྱས། དགོན་སློང་ནང་ནས་དགོན་སློང་སྐོར་དང་པོ་དེ་སྐྱེ་རྒྱུ་ཡོད་མ་རེད། གཟུགས་འཁོར་དང་གཟུགས་མེད་གཉིས་ཀ་ལ། དེའི་ནང་སྟོད་གཅིག་གི་དགོན་སློང་སྐོར་གཉིས་པ་ཡན་ཆད་ཀྱི་དགོན་སློང་སྐོར་ལྷག་མ་བརྒྱད་དང། དགོན་ལོ་རྡོ་རྗེ་ལྟེ་བའི་ཏིང་ངེ་འཛིན་གྱི་བར་དུ་དགྲ་བཅོམ་མའི་འབྲས་བུ་དུ་ཡུར་རྫོགས་ཏེ་གཟུགས་ལ་ཡང་སྐྱེ་རྒྱུ་ཡོད་རེད་གཟུགས་མེད་ལ་ཡང་སྐྱེ་རྒྱུ་ཡོད་རེད། འོ་ད་དེ་ཡིན་དུས་རྩ་ནས་འདིའི་བྲོ་བ་གསུམ་པའི་གི་དག་ལས་དེ་གསལ་བོ་ཞུས་པ་ཡིན་ན། དེ་འདྲས་ཤེས། དེའི་ཞེན་པ་དེ་བདག་གིས་ཞུས་ཚར་བ་ཡིས་དེ་ནི་གར་སོགས་མཐོང་ལམ་ཡིན་ཕྱིར་གྱི་རྟོག་པ་དེ། དག་ཞིག་ལ་བྱས་ན་ནི། གར་སོགས་རེད་སྦྱོར་ལམ་ས་ཅིག་ཡོད་རེད་སྦྱོར་ལམ་སྒོ་ནས་མཐོང་ལམ་ས་དེ་བྱས་པ་ཡོད་རེད་དེ་སྒོ་ནས་སྒོ་ལམ་ས་དེ་བྱས་པ་ཡོད་རེད་དེ་སྒོ་ནས་སྒོ་ལོག་ཀོ་དགུ་སྒོམ་བྱས་ནི་སྒྲ་བཅོས་མའི་འབྲས་བུ་ཐོབ་པ་ཡོད་རེད་ཚང་མ་ཡོད་རེད། འོ་དེ་རེད། དེ་འདྲའི་ཙང་ངེད་གཟུགས་ཀྱི་ཅི་སྒོམ་བྱེད་པའི་རྐྱེན་ཡོང་གི་མ་རེད་ཟེར་གྱི་རེད། ད་ཐ་མ་དེ་ལ་སྒྱིར་མོ་གཅིག་གིས་དག་ཞིག་བསད་དེ་ནུ་ཞོ་སྡེ་བ་གཅིག་ཁོ་ན་ལ་བྱ་གར་བས་དེ་བཞག་གི་མ་རེད། སྤྱིར་བཏང་གི་དག་ཞིག་དེ་ལ་མང་པོ་ཡོད་རེད་ནུ་ཞོ་སྡེ་བ་གཅིག་བསད་དེ་དག་ཞིག་མང་པོ་ཡོད་པའི་ནང་ནས་ད། དག་ཞིག་ཆད་པ་གཅིག་ཅི་རེད། ནུ་ཞོ་སྡེ་བ་གཅིག་བསད་དེ། ད་དུང་ཆེས་རྔན་པ་དཀའ་བའི་ཞིང་འཁོར་ལ་སོགས་པ་དག་ཞིག་གཞན་མང་པོ་ཡོད་པ་དང། ལྷག་པར་དུ་ནང་ཚོ་གཅིག་ནུ་ཞོ་སྡེ་བ་གཅིག་བསད་དེ། ད་གཞི་གཞན་ལས་ནི་ང་ཚོ་གནས་དེ་ལ་སྐྱེ་ལྷག་ལ་འདྲ་བོ་འདི་འདྲས་སངས་རྒྱས་རང་གི་ཞལ་བཞིན་མཛད་པ་དང། ཡང་ཅིག་ད་གཞི་གནས་དེ་ལ་སྐྱེ་བ་ལན་སོང་ན་ད་གཞི་གཞི་ལ་མེད་པའི་ཐུན་མོང་མ་ཡིན་པའི་ཁྱད་ཆོས་མང་པོ་ཡོད་པ། དེ་འདྲས་ཡིན་པའི་གནས་ཅིག་ཅི་བྱེད་གནས་དེ་དེ་འདྲས་ཀྱི་ད་ནི་ཤུགས་བདེ་བ་ཅིག་ཞིང་ཁོང་གི་ད་གཞི་དེ་ཞིང་གི་བསྐལ་པ་དུ་ཞིང་དེ་སྐྱེ་བའི་རྒྱུ་ཚོགས་དང། གཞི་དེ་ན་སྤྱན་དབང་ལེན་པའི་སེམས་ཅན་དང། སེམས་ཅན་དེ་ཡི་ཐུན་མོང་མ་ཡིན་པའི་ཡོན་ཏན་དང། ཅི། གནས་དེ་ལ་སྤྱན་དབང་ལེན་ན་ངན་སོང་ལ་ལྟོ་འཕྱེ་མེད་པ་ལ་སོགས་པ་དེ་འདྲིས་ཀྱི་རྣམ་གཞག་རྗེས་ཤེས་རྗེས་དཔག་དེ་དག་གཞི་ཅན་ན་མེད་པ་ཅིག་སངས་རྒྱས་ཀྱི་མདོ་སྡེ་རྣམས་ལ་གསུངས་ཡོད་པ་ཡིས་ཙང་ཨ་ནི་ང་རོ་སོགས་ཅིག་རྒྱ་བོད་ཀྱི། གར་སོགས་རེ་ནོ་ཏི་རྗེས་འཇུག་པའི་འཕྲལ་དུ། ཨ་ནི་དག་གཞི་གི་ནང་ནས་ད་ནི་ཤུགས་བདེ་བ་ཅན་གྱི་ཞིང་ཁོ་བོ་ཟེར་ཏེ་སྐད་གྲགས་ཆེན་པོ་བྱ་སྟེ་ངེས་ཅན་དུ་འདྲི་བྱེད་ཀྱི་རེད་གསུངས་ཀྱི་འདུག། ཨ་ནི་བཀྲ་ཤིས་བདེ་ལེགས་ཚང་མ་ལ། དྲི་བའི་ལན་མདོ་འདི་བྱས་ན་ད་དེ་འདྲས་ཅིག་ཡིན། ཨ་ནི་གར་སོགས་རེད་ཐུགས་ཕན་ཅུང་ཟད་གསོས་པའི་དེ་ནས་རེ་བ་ཞུ་གི་ཡོད། དགའ་འབྲེལ་ཆེ།